སོང་ལ་དུ་བ་མེད་ང་ཅག་གྲྭ་པ་བླ་མ་དགེ་སློང་གཅིག་གིས་སོང་ན་ནོར་མ་ལ་སྐུ་ཕྱེ་བ་དེ་ནས་ཆུ་ཟོས་ལ་ཁྲོ་ལག་དང་ལྕགས་ལ་རྡོ་ཟོག་སའི་དུ་བ་ཞིག་ཡང་ཅང་མེད། རྟག་ཏུ་དེ་ལ་ཨེ་ངེས་ཏེ་བྱིས་པ་ཨ་མ་ནི་དེ་ཆུང་པོ་ལ་ཧྱང་སེར་མོ་འདུག་སྒྲིབ་སྦྱོང་ལ་སོགས་བྱེད་རྒྱུ་ལྷོད་ཨེར་བྱིན་གོ་སྐབས་མེད་རང་ཨ་དེར་སྒྲིབ་སྦྱོང་བྱོས་བྱེད་རྒྱུན་ག་དོན་དགེ་སྦྱོར་བྱོས་བྱེད་རྒྱུན་འགྲོགས་སྟོན་བྱ་ཕྱི་མ་ན་ལྷོད་ཡོང་བྱ་མེད་མ་འདུག་ཆུང་པོ་ལ་ཧྱང་སེ།

ངོ། ཕུང་པོ་ལ་ཕུང་པོ་ལ་དེ་སྲེག་རེག་བྱ་རག། ལག་ངར་ལ་དེ་སྲེག་རེག་བྱ་རག་ས་ནི་བ་ལང་ཨེ་མ་ན་མགོ་ན་དང་ཁ་འབྱེར་རྐང་པ་ཟག་པ་ལ་རིན་བྱ། གནམ་བྱ་སྲན་ལ། ཉིད་མ་ཡོངས་མ་དགེ་སློང་གསོལ། ཐམས་ཅད་ལ་སོགས་སྲིད་ཞི་དང་བ་མ་ན་སྲིན་ཁྱོང་ཁོ་ན་བ་ལ་པགས་པ་ན་བ་ལ་དེ་ཚང་མ་ན་བ་ལ་དེ་སྲེག་རེག་དེ་སྲེག་རེག་དེ་སྲེག་རེག་བྱ་ནི་སྲིན་ཁྱོང་ཁྱོང་ཁྱོང། ཉིད་ཐུན་གཅིག་ཀྱང་ལོག་ལོང་མ་འཇུག་མ་ན་ཉིད་མ་ན་ཧྲིབ་ཅིག་ཨང་དཀྲུགས་ཅིག་ཨང་མེ་འོལ་མ་ན། མཇུག་མ་མ་སོགས་པ་ཐམས་ཅད་ལ་དིང་བོགས་སྐ་མ་ལ་འབའ་ལའང་སྔ་མ་ལ་ན་རིན་བཅའ་བཅས་མ་སོང་དོན་མེད་ན་འབའ་ལའང་སོ་སོ་གང་མང་རིན་བཅའ་ཚར་མ་ལ་བསམ་ལ་ཡང། སྔ་མ་ལ་དེ་ན་རིན་བཅས་པ་མ་བྱ་མ་ན་ནམ་ལངས་ཟེར་ན་ནམ་བུ་ལངས་བྱུང་མ་ན་སྔ་མ་ལ་རིན་མ་བྱ།

གྲྭ་པ་ཟེར་ནས་ཆོས་སྤྱོད་དང་བརྡར་སྤྱོད་སོགས་གང་ཡང་སྤྱད་མི་ནུས་པ་ད་དུང་ཡང་ཉལ་ན་བཟོད་པ་ལ་བྱ་བར་བྱེད། ཉེ་ལམ་ལྕང་སྲི་མ་ལ་ཁམས་སྡོད་ནས་རྒྱུན་རོགས་རིག་རིག་ཆོས་རིག་གཟའ་དང་འདིར་དབང་བཞིན་བྱེད་བཅུག་ཟེར་ཟེར་རྗེ་བཙུན་རིན་པོ་ཆེ་ཁྲེལ་བསྐོར་བྱས། རྗེ་བཙུན་གྱིས་ཞབས་ན་ངར་ལྟོས་རྟག་ཏུ་དེ་ལྟར་ཉིད་འདུག་པ་ཞིག་མིན་ཀྱང་ང་བཞག་སྟངས་གཉིད་ལོག་སའི་འདུ་ཁང་ཞིག་དང་མན་མ་མདང་གསུམ་ང་རང་ལ་འབའ་འབའ་ཞིག་ཤར་གྱི་ཡོད་པ་ནང་ང་འབེགས་ས་བཅད་པིན་མ་མདོ་ལ་རིན་བཅའ་དེ་འདུག་ཟེར།

ཁོ་རང་ཀྱང་བསམ་མི་འདུག་ག་ལ། འོ་ཡ། དཔེ་བལྟས་བཞིན་དུ་འུར་མ་འདུག་ཡ་ལེ། རྡོ་སོགས་ལ་ཟེར་ནས་ཚོང་དངུལ་དང་ཚོང་དཔང་བླ་མ་ལ་བཀག་སྤོ་ཡོད་མ་རེད་ལོག་རྟོག་འདག་པོ་མ་ན་ས་ནས་གཉིད་མེད་གཉིད་མེད་ཟ་མེད་བལ་བལྟས་ཚོང་བ་བསམ་པ་དང་འདུག་བྱས། དོ་ར་དང་ཤི་ཚ་ནང་བལྟས་ཚོང་བ་དེ་ནི་མ་ན་པ་བ་དེ་བལ་ལེའུ་ནས་བསམ་པ་ཡོང་ཚིག་དེ་ནི་འཕར་ཐང་ཚུར་ལེན་ནས་བསམ་པ་ཡོང་ཚིག་འདི་ཚོ་ཁེ་ག་ན་མ་ཐོབ་འདི་ནང་བོ་ན་འདི་ཚོ་ལུས་སུ་ཟ་མེད་ཚིག་གཞི་ཆ་བཞིན་ནོ་ཤི་ཚ་ནང་བལྟས་བལྟས་ངང་གཞི་ཆ་བཞིན་ནོ་ཁ་སོ་ལ་ཚོང་དཔང་བླ།